བོད་ཀྱི་སྙན་གྲགས་ཅན་གྱི་ཆབ་སྲིད་མི་སྣ་ངོ་སྤྲོད། ཆོས་རྒྱལ་ཁྲི་སྲོང་ལྡེ་བཙན། དགེ་འདུན་གྱི་སྡེ་གསར་བཙུགས། ལོ་མང་རིང་གི་ཉམས་མྱོང་དང་སློབ་སྦྱོང་གི་བརྒྱུད་རིམ་སྣ་ཚོགས་ནས་བཙན་པོ་ཁྲི་སྲོང་ལྡེ་བཙན་ལ་གནས་ཚུལ་མང་པོའི་ཐོག་མགོ་ཐོག་གཏིང་ཇི་ཟབ་ཏུ་ཕྱིན་ཡོད། རྒྱུ་མཚན་དེ་ལ་བརྟེན་ནས་ཁོང་གི་དགོངས་ཚུལ་དང་གཟིགས་རྒྱང་ལ་སྔར་ལས་ཀྱང་འཕེལ་རྒྱས་ཕྱིན་པས། སྐབས་ཤིག་ལ་བཙན་པོའི་དགོངས་པར། ནང་པའི་ཆོས་གཞུང་གང་འཚམ་ཞིག་རྒྱ་གར་ནས་བོད་བསྒྱུར་ཐུབ་པ་ཙམ་གྱིས་བོད་དུ་སངས་རྒྱས་ཀྱི་བསྟན་པའི་རྐང་ཚུགས་སོང་བ་ཞིག་མ་ཡིན་ལ། བོད་དུ་བསྟན་པ་རྒྱུན་གནས་ཐུབ་པའི་ངེས་པ་དེ་བས་ཀྱང་མེད་སྙམ་སྟེ། དོན་དམ་པར་སངས་རྒྱས་ཀྱི་བསྟན་པ་ཇི་ལྟར་འཕེལ་རྒྱས་གཏོང་དགོས་བའི་ཐད་ལ་རྒྱུན་དུ་དགོངས་པ་གཏིང་ཟབ་བཞེས་ཀྱི་ཡོད་པ་རེད། བཙན་པོ་ཁྲི་སྲོང་ལྡེ་བཙན་གྱིས་ཕྱོགས་མང་པོ་ནས་དགོངས་པ་བཞེས་ཏེ་དཔྱད་ཞིབ་མཛད་པའི་མཐའ་མ། རྒྱ་གར་ཡུལ་དུ་སངས་རྒྱས་ཀྱི་བསྟན་པ་འཕེལ་རྒྱས་སུ་འགྲོ་བའི་རྒྱུ་རྐྱེན་གཙོ་བོ་ཞིག་ནི། ཡུལ་དེར་བསྟན་པའི་རྐང་འཛིན་གྱི་དགེ་འདུན་པའི་སྡེ་མང་པོ་ཡོད་པ་དང། དགེ་འདུན་པའི་འདུས་སྡེ་དེ་དག་མང་ཆེ་བ་ལ་འཆད་ཉན་སློབ་གཉེར་གྱི་ལམ་སྲོལ་དྲ་ཐག་འཐུས་སྒོ་ཚང་བ་ཞིག་ཡོད་པ་མ་ཟད། འདུས་སྡེ་དེ་དག་ནས་འཚར་ལོངས་བྱུང་བའི་དགེ་འདུན་པ་རྣམས། བསྟན་པ་ལ་འགན་འཁུར་གྱི་བསམ་བློ་དང་ཤ་ཞེན་བརྟན་པོ་ཞིག་ཡོད་མཁན་ཤ་སྟག་ཡིན་པའི་ལོ་རྒྱུས་ལ་གོ་རྟོགས་གཏིང་ཟབ་བྱུང་ཡོད། རྒྱ་གར་བའི་ནང་པ་སངས་རྒྱས་པའི་དགོན་སྡེ་ཁག་གི་ལོ་རྒྱུས་དང་དངོས་ཡོད་གནས་སྟངས་ལ་གོ་རྟོགས་བྱུང་བའི་མིག་ལྟོས་འདིའི་ཐོག་ནས། བོད་ཀྱི་ཡུལ་དུ་རྒྱ་གར་དང་འདྲ་བར་སངས་རྒྱས་ཀྱི་བསྟན་པ་འཕེལ་རྒྱས་དང་རྒྱུན་གནས་ཡོང་དགོས་ན། བོད་ལ་ཡང་བསྟན་པའི་རྐང་འཛིན་བྱེད་ཐུབ་མཁན་གྱི་རབ་བྱུང་ངུར་སྨྲིག་གི་སྡེ་གསར་འཛུགས་བྱ་དགོས་པ་མ་ཟད། འཆད་ཉན་གྱི་ལམ་སྲོལ་འཐུས་སྒོ་ཚང་བ་ཞིག་དགོས་པ་གལ་གནད་ཆེན་པོར་གཟིགས་ཀྱི་ཡོད་པ་རེད། བཙན་པོ་ཁྲི་སྲོང་ལྡེ་བཙན་གྱིས་ལོ་རྒྱུས་ཀྱི་རྒྱབ་ལྗོངས་དང་དངོས་ཡོད་གནས་སྟངས་གཞི་ལ་བཞག་པའི་ཐོག་ནས། རྒྱལ་བློན་ལྷན་འཛོམས་ཀྱི་ཚོགས་འདུ་ཞིག་གི་ཐོག་བོད་དུ་ཡང་མཁན་ཆེན་ཞི་བ་འཚོ་ལྟ་བུའི་དགེ་འདུན་པ་ཆོས་ཀྱི་གནས་མཁྱེན་མཁན་དང། བསྟན་པའི་འགན་བཞེས་ཐུབ་མཁན་གང་མང་ཞིག་དགོས་པའི་གལ་གནད་དང་རྒྱུ་མཚན་ཞིབ་ཕྲ་གསུངས་ཏེ། བོད་དུ་རབ་བྱུང་ངུར་སྨྲིག་གི་སྡེ་གསར་འཛུགས་བྱ་རྒྱུའི་གྲོས་འཆར་བཏོན་པ་རེད། བཙན་པོའི་གྲོས་འཆར་དེ་ལ་སྦ་གསལ་ནང་གི་གཙོས་ཞི་དྲག་གི་བློན་ཆེན་ཐམས་ཅད་ཀྱིས་མོས་མཐུན་དང་རྒྱབ་སྐྱོར་ཞུ་བ་ལས་དགག་བྱ་གནང་མཁན་གཅིག་ཀྱང་མ་བྱུང་བས། བོད་དུ་དགེ་འདུན་པའི་སྡེ་གསར་འཛུགས་བྱ་རྒྱུ་འགལ་བློའི་ལྷན་འཛོམས་ཀྱི་ཐག་གཅོད་མཛད། འོན་ཀྱང། དེ་སྔར་བོད་མི་སུ་གཅིག་ཀྱང་རབ་ཏུ་བྱུང་མ་མྱོང་བར་བརྟེན། རྒྱ་གར་བ་ལྟར་བོད་མི་རྣམས་རབ་ཏུ་བྱུང་ཐུབ་མིན་དང། བོད་མིས་དགེ་འདུན་གྱི་བསླབ་ཁྲིམས་ཚུལ་བཞིན་སྲུང་ཐུབ་མིན། བོད་མིའི་ཁྲོད་ནས་རབ་ཏུ་བྱུང་མཁན་ཡོད་མེད་སོགས་གནས་སྟངས་མང་པོ་ཞིག་བོད་ཀྱི་རྒྱལ་བློན་ཚོའི་ཚོད་དཔག་ཙམ་མ་གཏོགས་ཐག་གཅོད་བྱེད་ཐུབ་ཀྱི་མེད། དེར་བརྟེན། བཙན་པོ་ཁྲི་སྲོང་ལྡེ་བཙན་གྱིས་རྒྱལ་བློན་ལྷན་འཛོམས་ཀྱི་ཐག་གཅོད་དང། འདིའི་ཐད་བཙན་པོ་རང་ཉིད་དང་བློན་པོའི་ཚོགས་ལ་ཐེ་ཚོམ་དང་དོགས་པ་བྱུང་བའི་རིགས་བཅས་མཁན་ཆེན་ཞི་བ་འཚོ་དང། སློབ་དཔོན་པདྨ་འབྱུང་གནས་གཉིས་ལ་སྙན་གསན་ཞུས་ཏེ་ལམ་སྟོན་ཞུས་པ་ན། མཁན་སློབ་གཉིས་ཀས་ཐག་གཅོད་དེ་ལ་བསྔགས་བརྗོད་རྒྱ་ཆེར་མཛད་པ་མ་ཟད། བོད་ཀྱི་མི་རབ་ཏུ་བྱུང་ན། རྒྱ་གར་གྱི་མི་དང་གཅིག་མཚུངས་ཀྱི་འདུལ་བའི་བསླབ་ཁྲིམས་སྲུང་ཐུབ་པ་སྨོས་མ་དགོས་ཀྱང། ཐོག་མའི་འགོ་འཛུགས་སྐབས་མི་ཉུང་ཤས་ཤིག་རབ་ཏུ་བྱུང་སྟེ་ཚོད་ལྟ་བྱས་ན་ལེགས་པའི་དགོངས་ཚུལ་བཏོན་པ་རེད། བཙན་པོས་ཀྱང། ཐོག་མར་རབ་ཏུ་བྱུང་བ་རྣམས་ཀྱི་མང་ཚོགས་ལ་དམིགས་འདུས་དང་བག་ཆགས་བཟང་པོ་ཞིག་འཇོག་མ་ཐུབ་ཚེ། ལས་གཞི་དེ་ལམ་ལྷོང་འབྱུང་དཀའ་བ་མ་ཟད། བསྟན་པ་ལ་ཕན་པ་ལས་ལྡོག་སྟེ་གནོད་གཞི་ཅན་གྱི་དམིགས་འདུས་ངན་པ་ཞིག་ཏུ་འགྱུར་བ་ཡང་ཡོང་སྲིད་སྙམ་སྟེ། ཐོག་མའི་མི་སྣ་འདེམས་པའི་སྐབས་ཤིན་ཏུ་གཟབ་གཟབ་གནང་ཡོད། ཐོག་མར་རབ་ཏུ་བྱུང་བའི་གྲས་ཀྱི་བློན་ཆེན་སྦ་གསལ་སྣང་ནི། མཁན་ཆེན་ཞི་བ་འཚོ་བོད་དུ་གདན་དྲངས་པའི་ཚུན། བོད་ཀྱི་བསྟན་པའི་དོན་དུ་རང་གི་ལུས་སྲོག་བློས་བཏང་བྱ་བ་ལ་ཐེ་ཚོམ་མེད་པའི་དད་པ་དང་སྙིང་རུས་ཅན་ཞིག་ཡིན་པས། སྤྱི་ཚོགས་ལ་མིག་ལྟོས་བཟང་པོ་ཞིག་འཇོག་པའི་དོན་དུ། སྦ་གསལ་ནང་བློན་ཆེན་གྱི་གོ་གནས་ནས་འབུད་དེ་བསྟན་པ་ལ་རབ་ཏུ་བྱུང་རྒྱུར་ཐག་གཅོད་མཛད་པ་རེད། བློན་ཆེན་སྦ་གསལ་སྣང་གི་ཐག་གཅོད་འདིས་བཙན་པོའི་ཐུགས་རེ་ལྟར་བོད་ཀྱི་མང་ཚོགས་ཁྲོད་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་སྨོས་མ་དགོས། སྐབས་དེར། གླང་སྒང་པ་གོ་ཆ་སོགས་བློན་ཆེན་ཁྱིམ་རྒྱུད་ཀྱི་སྐུ་སྲས་འགའ་ཤས་ཀྱང་སྦ་གསལ་སྣང་དང་མཉམ་དུ་རབ་ཏུ་བྱུང་རྒྱུར་ཐག་གཅོད་བྱས་ཤིང། བེ་རོ་ཙཱ་ན་སོགས་ཁྱིམ་ཚང་དཀྱུས་མའི་བུ་ཕྲུག་ཤེས་ཡོན་ཅན་འགའ་ཤས་ཀྱང་རང་མོས་ཀྱིས་རབ་ཏུ་བྱུང་རྒྱུར་ཐག་གཅོད་བྱས་ཡོད། གང་ལྟར་ཡང། གསར་གཏོད་ཀྱི་ལས་གཞི་འདིའི་ནང་དུ་ཕོ་བྲང་ནང་གི་བློན་ཆེན་དང། ཐུགས་རིམ་ཁྱིམ་རྒྱུད་ཀྱི་སྐུ་སྲས། མི་ཚང་དཀྱུས་མའི་བུ་ཕྲུག་བཅས་ཐོག་མ་བར་གསུམ་གྱི་མི་སྣ་མཉམ་ཞུགས་བྱས་ཡོད་པས། སྤྱི་ཚོགས་ཀྱི་མི་སྣ་མཐོ་དམན་ཀུན་ལ་མིག་ལྟོས་བཟང་པོ་ཞིག་འཇོག་ཐུབ་པ་བྱུང་ཡོད། འདི་ལྟར་བློན་ཆེན་སྦ་གསལ་ནང་གི་གཙོས་བུད་མེད་བདུན་མཁན་ཆེན་བཞི་བ་ཚོའི་དྲུང་ནས་བསྟན་པ་ལ་རབ་ཏུ་བྱུང་བ་ནི། ལོ་རྒྱུས་ཐོག་བོད་ལ་རབ་བྱུང་ངུར་སྨྲིག་གི་སྡེ་བྱུང་བ་ཐོག་མ་དེ་ཡིན་ལ། འདི་ནི་ཚོད་ལྟའི་དུས་རིམ་ཞིག་ཀྱང་ཡིན་པས། ཐོག་མའི་རབ་ཏུ་བྱུང་བ་ཁོང་ཚོ་ལ་སད་མི་མི་བདུན་ཞེས་ཡོངས་སུ་གྲགས་པ་ཡིན། བློན་ཆེན་སྦ་སད་སྣང་གིས་གཙོས་པའི་སད་མི་མི་བདུན་གྱིས་ཐོག་མའི་དམིགས་ཡུལ་ལྟར་འཆད་ཉན་སློབ་གཉེར་བྱས་ཏེ་སངས་རྒྱས་ཀྱི་བསྟན་པ་དར་སྤེལ་དང་རྒྱུད་འཛིན་གྱི་འགན་གཙོ་བོ་བཞེས་པས། སྐབས་ཐོག་དེར་བོད་ཀྱི་མང་ཚོགས་ཁྲོད་ཤེས་ཡོན་སློབ་གཉེར་བྱེད་པའི་དམིགས་འདུས་ཤིན་ཏུ་བཟང་པོ་འཇོག་ཐུབ་ཡོད་པར་མ་ཟད། སངས་རྒྱས་ཀྱི་བསྟན་པ་རྒྱུན་གནས་དང་དར་འཕེལ་ཡོང་བར་ནུས་པ་འགྲན་ཟླ་མེད་པ་ཞིག་འཇོག་ཐུབ་ཡོད། སྤྱིར། གྲྭ་པའམ་དགེ་འདུན་པའི་སྡེ་ཞེས་པ་ནི། བརྗོད་སྟངས་གཞན་པ་ཞིག་གི་ཐོག་ནས་བཤད་ན། བསྟན་པ་འཛིན་སྐྱོང་སྤེལ་གསུམ་གྱི་བྱ་བའི་རྐང་འགན་འཛིན་པའི་ཆེད་གཉེར་སྡེ་ཚན་ཞིག་ཡིན། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་ནས་བཟུང། བོད་ཀྱི་བཙན་པོ་རིམ་བྱོན་གྱིས་དགེ་འདུན་གྱི་སྡེ་ལ་འཚོ་གོས་གནས་མལ་གྱི་མཐུན་རྐྱེན་སྦྱོར་སྒྲུབ་དང། བརྩི་མཐོང་ཆེན་པོ་ཞུ་གི་ཡོད་པའི་རྒྱུ་མཚན་ནི། དགོན་པར་བཞུགས་པའི་དགེ་འདུན་པ་རྣམས་ཀྱི་མཛད་རྒྱན་ཤིན་ཏུ་རླབས་ཆེ་བས་ཡིན་ལ། ཁོང་ཅག་གི་ལས་དོན་འདི་བོད་ཁམས་སྤྱིའི་ཕུགས་རྒྱང་རིང་པོའི་མདུན་ལམ་དང། ཆེ་མཐོང་བཅས་ལ་འབྲེལ་བ་གཏིང་ཟབ་ཡོད་པས་ཡིན་པ་སྨོས་མ་དགོས།